རྒྱལ་སྤྱིའི་རང་རིགས་ཤེས་ཡོན་སློབ་གསོར་དུང་བ་ཟབ་པའི་བོད་རིགས་སྤུན་ཟླ་ཡོངས་ལ་འཚམས་འདྲིའི་བཀྲ་ཤིས་བདེ་ལེགས་ཞུ། དེ་རིང་ཁྱོད་རྣམ་པའི་སྙན་ལམ་དུ་ཅོང་དར་བོད་ཁྱིམ་སློབ་གྲྭའི་བྱུང་རིམ་དང། མཐུན་རྐྱེན་སློབ་གསོ་བརྗེ་སྤེལ་སྐོར་རགས་བསྡུས་ཤིག་སྙན་སྒྲོན་ཞུ་རྒྱུ་ཡིན། ཅོང་དར་བོད་ཁྱིམ་སློབ་གྲྭ་ནི་བོད་ཕྲུག་ཁྱིམ་སྡེའི་ཡན་ལག་སླབ་གྲྭ་ཞིག་དང། པཱ་ཏུ་ཀུལ་བོད་ཁྱིམ་བསླབ་གྲྭ་གནས་སྤོས་ཞུས་པའི་བསླབ་གྲྭ་ཞིག་ཀྱང་ཡིན། ཅིག་རིར་དཔའ་ཏུ་ཀུལ་བོད་ཁྱིམ་བསླབ་གྲྭ་ནི་རྒྱལ་བའི་ཐུགས་ཀྱི་དགོངས་གཞི་རླབས་ཆེན་འོག་ནས་སྤྱི་ལོ་གཅིག་སྟོང་དགུ་བརྒྱ་དྲུག་ཅུ་རེ་བརྒྱད་ལོར་གསར་འཛུགས་བྱས་པ་དང། དེ་ནས་ཤེས་ལྡན་པ་མང་པོ་སྐྱེད་བསྲིང་བྱོས་ཡོད་པ་ཡིན། འོན་ཀྱང་སྟབས་མ་ལེགས་པར་སྤྱི་ལོ་གཅིག་སྟོང་དགུ་བརྒྱ་དགུ་བཅུ་གོ་ལྔ་ལོར་དཔའ་ཏུ་ཀུལ་བོད་ཁྱིམ་སློབ་གྲྭར་ཆུ་ལོག་གི་རྐྱེན་ངན་ཆེན་པོ་བྱུང་བ་ལ་བརྟེན་ནས། སྤྱི་ལོ་ཉིས་སྟོང་བཞི་ལོར་ཅོ་མདར་ས་གནས་སུ་གནས་སྤོས་བྱེད་དགོས་བྱུང། སྐབས་དེར་བླ་ན་མེད་པའི་དབུ་ཁྲིད་སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་སློབ་གྲྭར་དངོས་སུ་ཞབས་ཀྱིས་བཅགས་ཏེ་ཉིས་སྟོང་བཞི་ལོར་སློབ་གྲྭ་དབུ་འབྱེད་མཛད་ཡོད་ལ། ད་ལྟ་ཅོ་མདར་བོད་ཁྱིམ་སློབ་གྲྭ་ནི་འཛིན་གྲྭ་བཅུ་པ་ཡོད་པའི་གཞི་རིམ་སློབ་གྲྭ་ཞིག་ཡིན། སློབ་གྲྭའི་ནང་ད་ཡོད་སློབ་ཕྲུག་གྲངས་དྲུག་བརྒྱ་བཞི་བཅུ་ཞེ་བརྒྱད་དང་ལས་བྱེད་གྲངས་བརྒྱད་ཅུ་གྱ་ལྔ་ཡོད་པ། ཁྱོན་མི་གྲངས་བདུན་བརྒྱ་སུམ་ཅུ་སོ་གསུམ་ཡོད་པ་ཡིན། ད་དུང་རྒྱས་ཙམ་ཞུས་ན། དབུས་བོད་མིའི་སྒྲིག་འཛུགས་དང། གཡང་སྐྱོད་སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོའི་ཐུགས་རྗེའི་འོད་ཟེར་ཉག་གཅིག་ལ་བརྟེན་ནས། བསླབ་གྲྭའི་ནང་གི་སློབ་མའི་ཤེས་ཡོན་དང་འཕྲོད་བསྟེན། དེ་བཞིན་སྡོད་གནས་བཅས་གང་ལེགས་ཡོད་ལ། སྡོད་ཁང་གི་ཆ་ནས་བུའི་སྡོད་ཁང་དང་བུ་མོའི་སྡོད་ཁང་ཞེས་སྡོད་ཁང་གཉིས་དང། ཟུར་དུ་ཁྱིམ་ཚང་བཅུ་གསུམ་ཡོད་པར་མ་ཟད། ལོ་ཚོད་ཀྱི་ཆ་ནས་བྱིས་པ་ལོ་ན་དྲུག་ནས་བཅུ་བཞི་བར་ལོན་པའི་སློབ་ཕྲུག་ཡོད། ཤེས་ཡོན་སློབ་གསོ་ནི་སློབ་གྲྭའི་རྨང་རྡོ་ལྟ་བུ་ཞིག་ལ་ངོས་འཛིན་བྱེད་བཞིན་ཡོད་པར་བརྟེན། སློབ་གྲྭའི་ནང་དེང་དུས་དང་མཐུན་པའི་སློབ་མའི་བསམ་བློ་ཡར་རྒྱས་ཀྱི་སླད་དུ་དཔེ་མཛོད་ཁང་དང་ཚན་རིག་བརྟག་དཔྱད་ཁང། རི་མོ་འཛིན་གྲྭ་བཅས་མཐུན་རྐྱེན་བཟང་པོ་བསྐྲུན་བཞིན་ཡོད་པ་ཡིན། དེ་བཞིན་གློག་ཀླད་དང་ཆ་འཕྲིན་འབྲེལ་ལམ་འཕྲུལ་རིགས། ICT། མཐུན་རྐྱེན་འོག་དགེ་རྒན་གྱི་ལམ་སྟོན་དང། སློབ་མའི་འབོད་བརྩོན་ལ་བརྟེན་ནས་ཟླ་བ་གཉིས་རེའི་ནང་སློབ་ཕྲུག་ཚོས་ཨིན་བོད་གཉིས་ཐོག་ནས་གསར་འགྱུར་ལས་རིམ་སྤེལ་ཏེ་རིག་གསར་ཤེས་ཡོན་ཐོག་གོམ་པ་སྔོན་སྤོས་བྱས་ཏེ་སློབ་མ་གསོ་སྐྱོང་བྱེད་བཞིན་ཡོད། ལྷག་པར་བོད་ཡིག་དང་ཨིན་ཇིའི་སྐད་ཡིག་ཡར་རྒྱས་ཀྱི་སླད་དུ། སྐད་ཡིག་ཁང་ཞེས་དཔེ་དེབ་ལྟ་ཀློག་བྱེད་ས་དང་སློབ་ཁྲིད་བྱེད་སའི་དམིགས་བསལ་འཛིན་གྲྭ་གསར་འཛུགས་ཞུས་པ་ཡིན། སློབ་མའི་སེམས་ཁམས་དང་བསམ་བློའི་དཀའ་ངལ་སེལ་ཆེད། ཆེད་དུ་མདུན་ལམ་ལམ་སྟོན་པ་ཆེད་འཛུགས་ཞུས་ཏེ་ཕྱོགས་ཀུན་ནས་སློབ་མའི་ཤེས་ཡོན་དང་བསམ་བློའི་དཀའ་ངལ་སེལ་ཐབས་ཞུས་ཏེ་སློབ་ཕྲུག་ཚོར་སྲོལ་རྒྱུན་དང་དེང་རབས་ཟུང་འབྲེལ་གྱི་ཤེས་ཡོན་འདབ་གཤོག་གཉིས་ལྡན་གྱི་ལམ་ལ་སྐྱོད་བཞིན་ཡོད། དེ་བཞིན་སློབ་གྲྭ་འདི་ཡི་ནང་ཟུར་དུ་སྡེ་ཚན་ཞིག་ཡོད་པ་ནི་དམིགས་བསལ་སླབ་གྲྭ་ཡིན། དེ་ནི་སྤྱི་ལོ་ཉིས་སྟོང་ལྔ་ལོར་དབུ་འབྱེད་གནང་ཡོད་ལ། དེར་ཁྱོན་སློབ་ཕྲུག་གྲངས་བཅོ་བརྒྱད་ཡོད་པ་རྣམས་དགེ་རྒན་རྣམ་པ་གསུམ་དང་མ་ཚབ་གཅིག་གི་བྱམས་བརྩེའི་ལྟ་སྐྱོང་འོག་འཚོ་གནས་བྱེད་བཞིན་ཡོད། དམིགས་བསལ་སླབ་གྲྭ་ནི་གཙོ་བོ་དམིགས་བསལ་སློབ་ཕྲུག་རང་ལ་དམིགས་ནས་བཙུགས་པ་ཞིག་ཡིན་ལ། ཤེས་ཡོན་གྱི་ཆ་ནས་སློབ་ཕྲུག་ཚོར་སྐད་ཡིག་དང་ཚན་རིག། རི་མོ། གློག་ཀླད་ཤེས་བྱ། དེ་བཞིན་རོལ་ཆ་བཅས་རིག་རྩལ་འདྲ་མིན་སློབ་ཁྲིད་ཞུ་བཞིན་ཡོད་པ་མ་ཟད། དེ་མིན་སློབ་ཕྲུག་རྣམས་ལ་མ་འོངས་པར་རང་ཁ་རང་གསོ་ཡོང་སླད་ཞལ་ལག་བཟོ་རྒྱུ་དང་སྔོ་ཚལ་འདེབས་ལས་བྱེད་རྒྱུ། དེ་བཞིན་གད་སྙིགས་དབྱེ་གསེད་བྱེད་རྒྱུ་མ་ཟད་ཤིང་བཟོའི་ལས་རིགས་དང་ཕོར་པ་དང་གྱོའི་སྟེང་དུ་ཡི་གེ་དང་རི་མོ་འདེབས་སྟངས། སྐྲ་བཞར་སྟངས་ཚུན། ལས་རིགས་མང་པོ་སྦྱོང་བརྡར་བྱེད་བཞིན་ཡོད་ལ། ལྷག་པར་སློབ་ཕྲུག་གི་རྒྱུད་ལ་བཟང་པོའི་གཤིས་ཀ་འཇབ་རྟགས་སུ། བྱམས་བརྩེའི་སློབ་གསོ་དང་སེམས་ཁམས་འཕྲོད་བསྟེན། དེ་བཞིན་སྐད་ངག་ལེགས་བཅོས་བཅས་ཀྱི་སྨན་བཅོས་ལྟ་སྐྱོང་གནང་བཞིན་ཡོད། འདི་ནི་མ་འོངས་པར་སློབ་ཕྲུག་ཚོ་རང་གི་མི་ཚེའི་ནང་རང་ཁ་རང་གསོ་ཡོང་ཐབས་ཆེད་དམིགས་པ་ཞིག་ཡིན། དེ་བཞིན་དམིགས་བསལ་སློབ་གྲྭའི་གཟིགས་སྐྱོང་འོག་ཐུག་པ་བཟོ་ལས་ཆུང་ཆུང་ཞིག་འགོ་འཛུགས་བྱས་ཡོད་ལ། འདི་ཡི་བརྒྱུད་ནས་དམིགས་བསལ་སློབ་གྲྭའི་སློབ་མ་རྣམས་ལ་ཐུག་པ་བཟོ་རྩལ་གྱི་སྦྱོང་བརྡར་སྤྲོད་བཞིན་ཡོད་ལ། ལྷག་པར་སློབ་གྲྭའི་སློབ་ཕྲུག་དང་ལས་བྱེད་སྦྱིན་ལ་ཐུག་པའི་ཐུགས་འགན་ཡང་བསྐྲུན་བཞིན་ཡོད། ལྷག་པར་སློབ་གྲྭའི་ནང་བྲིས་ཀློག་གི་ཤེས་ཡོན་ཙམ་མིན་པར་རང་ཕ་མེས་ཀྱི་རིག་གཞུང་བཟང་པོ་ཉམས་པ་སླར་གསོ་དང་མི་ཉམས་རྒྱུན་འཛིན་ཡོང་བའི་ཆེད་རང་གི་ཐུན་མོང་མ་ཡིན་པའི་སྐད་དང་རིག་གཞུང་སོགས་ལ་ནུས་པ་འཕར་མ་འདོན་བཞིན་ཡོད་ལ། སྐུ་ཡི་འཁྲུངས་སྐར་དང་སྟབས་བསྟུན་ནས་ཟླ་བ་གཅིག་མ་ཟིན་ཙམ་རིང་སློབ་ཕྲུག་རྣམས་ལ་བོད་ཀྱི་གནའ་སྲོལ་རོལ་མོ་དང། རྐང་བྲོ་གླུ་གཞས་འཁྲབ་སྟོན་སྦྱོང་བརྡར་སྤྲོད་བཞིན་ཡོད་པ་མ་ཟད། སློབ་གྲྭའི་ནང། ཕུག་གི་གནའ་བོའི་ལྷ་གཞུང་སྣང་ས་འོད་འབུམ་ལྟ་བུའི་འཁྲབ་གཞུང་ཆེན་མོ་གཟིགས་འབུལ་ཞུས་ཏེ། རྡ་སར་གཞིས་ཆགས་ཁག་ནས་ཕེབས་པའི་འཁྲབ་སྟོན་པ་མཉམ་དུ་ཞོ་སྟོན་སྲུང་བརྩི་ཞུས་པ་མི་ཉུང་བ་བྱུང་ཡོད། དེ་ཙམ་མིན་པར་སློབ་གྲྭའི་ནང་བོད་ཁྱིམ་ནང་ཁུལ་བར་གྱི་རིགས་ལམ་འདུ་འཛོམས་ཆེན་མོ་འཚོགས་ཏེ། སློབ་ཕྲུག་ཁྱོན་ཡོངས་ལ་བོད་ཀྱི་ནང་དོན་རིག་པའི་མཚན་ཉིད་གཞུང་ལ་བག་ཆགས་གཏིང་ཟབ་བཞག་ཡོད་ལ། བོད་ཀྱི་ཐུན་མོང་མ་ཡིན་པའི་རིག་གཞུང་གཅེས་སྤྲས་རྒྱུན་འཛིན་བྱེད་བཞིན་ཡོད་པ་མ་ཟད། ལྷག་དོན་ཡིག་ཚང་གི་ཉེ་འགྲམ་དུ་དགེ་ལས་རྣམས་ཀྱི་དད་པའི་རྟེན་ལྟ་བུ་རྣམ་རྒྱལ་ཆོས་སྟོན་ཆེན་མོ་བཞེངས་ཡོད་ལ། དེ་ཡི་མཐའ་སྐོར་ན་དྲི་བཟང་མེ་ཏོག་གིས་མཛེས་པར་བརྒྱན་པའི་ཞི་བདེ་གླིང་ཞིག་ཀྱང་ཡོད་པས་སེམས་ཁམས་ངལ་བ་ལས་སེལ་བའི་གནས་ཤིག་ཀྱང་ཡིན། ད་དུང་སློབ་གྲྭའི་ནང་རྩེད་མོའི་ལས་རིམ་དང་བྱེད་སྒོ་མང་དུ་ཡོད་ཀྱང། ལྷག་པར་སྤྱི་ཟླ་བཅུ་པའི་ནང་ལོ་ལྟར་ཁང་ཚན་བཞིའི་བར་རྒྱུག་སྦྱོང་འཕེན་གསུམ་གྱི་རྩེད་འགྲན་འགྲན་ཚོགས་འཚོགས་ཏེ། སྤྱི་ཟླ་བཅུ་པ་ནི་སློབ་གྲྭའི་ནང་གི་འཁྲུག་ཆ་ཆེ་བའི་དུས་ཤིག་ཡིན་ལ། སྐབས་དེར་རྩེད་འགྲན་ནང་སློབ་མ་བརྒྱ་ལྷག་འཛུལ་ཞུགས་ཐུབ་པ་བྱུང་བ་རེད། དེས་ན་སློབ་ཕྲུག་ཞིག་གི་མི་ཚེའི་ནང་ལུས་པོའི་འཕྲོད་བསྟེན་ཡང་གལ་ཆེན་ཡིན་པར་བརྟེན། སྤྱོན་ལྟར་བོད་ཁྱིམ་སློབ་གྲྭའི་ནང་སྨན་ཁང་དང་སྨན་ཞབས་པ་བཅས་ལས་བྱེད་བཞི་ཡོད་ལ་མདུན་གཅིག་གི་ནང་རེས་གཟའ་ལྷག་པའི་ཉིན་མི་རིར་འཕྲོད་བསྟེན་སྨན་ཁང་ནས་སྨན་པ་ཞིག་སྐོར་སྐྱོད་བརྟག་དཔྱད་ཆེད་ཕེབས་བཞིན་ཡོད་ལ། སུའུ་ཅཱ་བོད་ཁྱིམ་སློབ་གྲྭའི་གསོའི་སྨན་པ་ཡང་དགོས་མཁོ་བཞིན་ཟླ་རེར་གསོའི་བརྟག་དཔྱད་ཆེད་སློབ་གྲྭར་ཕེབས་བཞིན་ཡོད་ལ། དེ་མིན་དགུན་དུས་ཀྱི་གུང་གསེང་དང་དབྱར་དུས་ཉིན་བཅུའི་གུང་གསེང་སྒྲུབ་ཆེད། སློབ་ཕྲུག་ཡོངས་ལ་ལུས་པོའི་མགོ་འཇུག་ཡོངས་རྫོགས་བརྟག་དཔྱད་གནང་བཞིན་ཡོད། དེ་ཙམ་མིན་པར་ཕྱི་ལོ་ཉིས་སྟོང་བཅུ་བཞི་ལོར་ཨ་རིའི་དཔྱད་གཞུག་སྨན་པ་ར་བྷི་མཆོག་གིས་གོ་སྒྲིག་ཞུས་ཏེ་ཧི་མ་ལ་ཡའི་འཕྲོད་བསྟེན་ཚོགས་ཆུང་ངོས་ནས་ལོ་ལྟར་སློབ་གྲྭའི་ནང་སློབ་ཕྲུག་ཡོངས་ལ་ལུས་པོའི་བརྟག་དཔྱད་དང་སྨན་སྦྱིན་གནང་བ་སོགས་ལས་འགུལ་འགྲོ་བཞིན་ཡོད་ལ། ཟླ་བ་དྲུག་རེའི་མཚམས་སུ་དགེ་སློབ་ཡོངས་ལ་སློབ་གྲྭའི་ངོས་ནས་འབུམ་སྨན་གཏོང་བཞིན་ཡོད། ད་དུང་སློབ་གྲྭའི་ནང་གངས་ལྗོངས་ཕྱུགས་གསོ་ཁང་ཞེས་ཕ་ཕྱུགས་གསོ་སྐྱོང་བྱེད་པའི་ལས་རིམ་འགྲོ་བཞིན་ཡོད་ལ། དེ་ཡི་བརྒྱུད་ནས་སློབ་ཕྲུག་ཡོངས་ལ་འོ་མ་འཐུང་རྒྱུའི་གོ་སྐལ་འབྱུང་བཞིན་ཡོད་ལ། དེར་བརྟེན་སློབ་མའི་འཕྲོད་བསྟེན་དང་ལུས་སྟོབས་གསོ་བར་ཕན་རླབས་ཆེན་པོ་ཐོན་བཞིན་ཡོད། མཐའ་འདོན་ཞུ་རྒྱུར། སློབ་གྲྭ་འདི་ནས་སློབ་མ་སྟོང་ཚོ་མང་པོ་ཐོན་ཟིན་ལ། ད་ལྟ་བརྒྱ་ཕྲག་མང་པོ་སློབ་སྦྱོང་བྱེད་མུས་ཡིན། སླབ་གྲྭ་འདི་ནས་ཐོན་པའི་སློབ་མ་མང་པོས་བོད་པའི་སྤྱི་ཚོགས་ཕྱི་ནང་ཀུན་ལ་སྲི་ཞུ་སྒྲུབ་བཞིན་ཡོད་པ་མ་ཟད། ཉེ་བའི་ཆར་སླབ་གྲྭ་འདི་ནས་སློབ་ཐོན་ཟིན་པའི་སློབ་མ། པད་མ་རྒྱལ་མཚན་ལགས་ལྟ་བུས་ཉིས་སྟོང་ཉི་ཤུ་ལོའི་མེ་སོར JSS ཞིབ་འཇུག་ཚན་ཁག་ནས་སྤྱི་ཚོགས་ཚན་རིག་ཐོག་ཡིག་རྒྱུགས་རྩེར་སོན་ཞུས་ཏེ། སྐུ་ཞབས་མཁས་དབང་ཨབ་དུམ་ཀ་ལམ་མཆོག་གི་དྲན་རྟེན་གསེར་གྱི་རྟགས་མ་ཐོབ་པ་བྱུང་ཡོད་ལ། ཡང། ཕོ་མོ་བདེ་ཆེན་ཆོས་སྐྱིད་ལགས་ཀྱིས་འཛིན་གྲྭ་བཅུ་པ་ཐོན་འཕྲལ UWC སློབ་ཡོན་ཐོབ་སྟེ། དབྱིན་ཡུལ་དུ་ཤེས་ཡོན་གྱི་གོ་སྐབས་ཡང་བྱུང་ཡོད། འདི་ནི་ཅོན་ཏར་བོད་ཁྱིམ་སློབ་ཟུར་ཚོའི་གཟེངས་སུ་ཐོན་པའི་བྱས་རྗེས་ཤིག་ལ་ངོས་འཛིན་ཞེས་ཀྱང་ཆོག། དེ་ཙམ་མིན་པར་སློབ་གྲྭའི་ནང་ཟབ་སྦྱོང་གི་རིགས་འདྲ་མིན་གོ་སྒྲིག་ཞུ་བཞིན་ཡོད་ལ། ལྷག་པར་བོད་ཁྱིམ་ཁྱིམ་ཚང་ཨ་མ་ལགས་ཡོངས་ཀྱིས་ཨ་མའི་ཟབ་སྦྱོང་གོ་སྒྲིག་ཞུ་བའི་གོ་སྐབས་བྱུང་ལ། ལྷག་པར་རྩ་ཕྲན་ལ་བརྟགས་ཏེ་སློབ་ཕྲུག་ཚོའི་སེམས་ཀྱི་དཀའ་ངལ་དང། སེམས་ཀྱི་འཕྲོད་བསྟེན་རྒྱུས་ལེན་ཐུབ་ཐབས། ཨ་རིའི་ནང་གི་གྲགས་ཅན Neuro Feedback གི་ཟབ་སྦྱོང་རིགས་གོ་སྒྲིག་ཞུས་ཏེ་ཕན་རླབས་ཆེན་པོ་བྱུང་བ་བཅས།
ཕྱི་ལོ་ཉིས་སྟོང་ཉིས་རྩ་གཅིག་ཟླ་བ་གསུམ་པའི་མགོ་སྟོད་ནས་སློབ་གྲྭའི་ནང་སློབ་ཕྲུག་རྣམས་འབྱོར་རྒྱུ་འགོ་འཛུགས་གནང་ཡོད་ན་ཡང་ནད་ཡམས་རྐྱེན་པས་སློབ་ཕྲུག་རྣམས་དུས་གཅིག་ལ་མ་ཡིན་པར་ཚན་པ་གསུམ་དུ་དབྱེ་ནས་འབྱོར་ཡོད། ཚན་པ་དང་པོ་འཛིན་རིམ་ལྔ་པ་དང་བརྒྱད་པ་བཅུ་པ་བཅས་འབྱོར་ཡོད། ཚན་པ་གཉིས་པ། འཛིན་རིམ་དྲུག་པ་དང་བདུན་པ་དགུ་པ་བཅས་འབྱོར་ཡོད། ཚན་པ་གསུམ་པ་སྔོན་འགྲོ་ནས་འཛིན་གྲྭ་གཉིས་པ་བར་འབྱོར་ཡོད། དེ་ནས་ཚན་པ་གསུམ་ཀ་ཉིན་གྲངས་བཅུ་བཞི་རེ་ཟུར་བཀག་གནང་ཡོད། ཟུར་བཀག་གནང་བའི་སྐབས་སུ། འཛིན་གྲྭ་དགུ་པ་དང་བཅུ་པ་གཉིས་དྲ་ཐོག་འཛིན་གྲྭ་ཚོགས་ཡོད་ལ། འཛིན་གྲྭ་བརྒྱད་པ་མིན་ལ་ཉིན་གྲངས་བཅུ་བཞི་རིང་ནང་སྦྱོང་ཕུལ་ཡོད། སློབ་ཕྲུག་རྣམས་ཟུར་བཀག་ནས་སྡོད་མ་ཐག་ནད་ཡམས་རྐྱེན་པས་འཛིན་གྲྭའི་ནང་དངོས་སུ་འཛིན་གྲྭ་འཚོགས་རྒྱུ་བྱུང་མེད་ན་ཡང་ཁྱིམ་ཚང་སོ་སོའི་ནང་འཛིན་གྲྭ་བགོ་བཤའ་རྒྱག་སྟེ་འཛིན་གྲྭ་འཚོགས་ཐུབ་པ་བྱུང་ཡོད། དེ་ནས་རིམ་པས་ཕྱི་ཟླ་དགུ་པའི་ནང་འཛིན་གྲྭ་འཚོགས་ཐུབ་པ་བྱུང་ཡོད། དུས་ཡུན་དེའི་སྐབས། སློབ་ཕྲུག་རྣམས་ལ་སློབ་སྦྱོང་དང་སློབ་ཚན་སོགས་ལ་དོ་ཕོག་གཅིག་ཀྱང་བྱེད་མེད། ད་ཆར་མཚོན་ནའང་ཏོག་དབྱིབས་ནད་རིམས་ཀྱི་དཀའ་ངལ་འཕྲད་བཞིན་པ་རྩ་བ་ནས་མེད་བདེ་དང་ངང་ནས་འཛིན་གྲྭ་འཛིན་བཅར་དང་ལས་བཅར་ཁག་ལ་མུ་མཐུད་གཞོལ་བཞིན་ཡོད། ལྷག་པར་དུ།